ངོས་ནས་བུ་སི་ཀན། ངམ་བསམ་མཚམས་ཆོས་གཉིས་པོའི་སྒྲིག་པ་ཀི་ལ་དཔེར་ན་ནའི་གཞུང་ཡོག་པོ་བབ་ཀི་ད། Friday། གཟའ་པ་སངས་ག། མཚམས་མགོ་བཙུག། གཟའ། དཔལ་འབར་ག། ངམ་ཐུར། སྤྲིན་རིང་ཨ་ནི་ཆོས་གཉིས། གཟའ་ཉི་མ་ག་བེར་ཏི་སྒྲོལ་ཚ་གཉིས་པོ། མ་སྒྲིག་པ་རྩ་ནི་མ་འཇལ་ན། མ་སྒྲིག་པ་ཨ་ནི་ཡེ་ག་མཆོག་གཉིས་ལ་སྦྱང་ཆོས་ས་ཀུན་ཏི་བརྗིད་ལན་ཕི་ལེ་རོག་ཏི་རོག་ཏ། ཨོ་ཉུ་རྩ་ནི་མ་ངེས་ལྡན་མ་རང། ཨོ་ཉུ་ཧང་དང་མ་སྒྲིག་པ་རྩ་ནི་མ་འཇལ། གཉིས།

གཉིས། ཧང་དང་རྡ་ས་ཀི་གཉིས་པོ་དང་ཧང་ཨ་གཉིས་ལ་གཉིས་སྤྱི་དང་འཇང་རྩ་ཆེ་བ་གི་གི་དང་ཧང་ར་མང་གི་སྟེ་གཉིས། འཇང་ག་ཐུར་གི་ཨ་གཉིས་ལ་གཉིས་འཇང་ག་སེམས་དང་གནས་ལུགས་བུ། ཧང་དང་ངོ་བོ་བུ་བདེ་བར་གཤེགས་པའི་སྙིང་པོ་གི་ལ་ཨུ་ནི་ཐུམ་ག་ཆ་ཐ་གཉིས་གཉིས་ཧང་དང་དང་ཧང་འཇང་གཉིས་པོ་བསྒྲིག་ཏུ་གཉིས་འཇང་ག་ཐུམ་ག་འཇང་ག་བླ་མ།

ལྕགས་བླ་མ་སྐྱེས་པ་ཉན་རང་དགྲ་བཅོམ་པ་གྱིས་ལ་གཉིས་མི་གཉིས། ཕྱག་མཆོད་པའི་དབང་དུ་ཕུལ་གཉིས་ལ་ཨོ་ཉལ་དང་བསྟུན་མ་ག་གཉིས་དངོས་གྲུབ་ཏུ་མྱོང་པས་གཉིས། ལྗགས་བླ་མ་སྐྱེས་པ་ས་ཐོབ་པའི་བྱང་ཆུབ་སེམས་དཔའ་ཆིག་ཐུབ་གྱིས་ལ་གཉིས་མི་གཉིས། ཕྱག་མཆོད་ཕུལ་གཉིས་གཉིས་བསོད་རྒྱ་ཏི་གྲངས་གཉིས་འབྲས་སི་ཏི་གྲངས་གཉིས་གཉིས་ལ་གཉིས་དབུ་མྱི་དང་བསྟུན་མ་ག་གཉིས། ལྷ་འབངས། དངོས་གྲུབ་མྱོང་པས་སྦྱངས་པའི་བླ་མ་མཁས་པ་སངས་རྒྱས་ཀྱི་ལྷ་ཨ་ཉི་མི་གཉིས་ལ་ཨུ་ཉི་དང་བྲལ་མ་སྦྱངས་པའི་བླ་མ་མཁས་པ་གཉིས་རིག་པ་འཛིན་པ་ཡང་གཉིས་ལ་མཁའ་འགྲོ་ཡེ་ཤེས་འཚོ་བྱེད་ལ་ཡང་གཉིས་ལ་ལྷ་ལྕམ་མན་དཱ་ར་བ་ཡང་གཉིས་ལ་གུ་རུ་རིན་པོ་ཆེ་ཡང་གཉིས་ལ་གཉིས་བཀའ་ཆེན་རྡོ་རྗེ་གཞོན་ནུ་ཨོ་ཉི་ཟླ་བུ་སྟོད་ཀྱི་ལྷ་ཨ་ཉི་མི་གཉིས་བྱང་ཆུབ་ཨ་ཉིས་ལ་ཨུ་ཉི་དང་བྲལ་མར་དངོས་གྲུབ་མྱོང་པས་ཨ་ཉི་ཨོ་ཉི་ཟླ་བུ་གི་ཕྱག་སོར་ལྕམ་མན་དཱུ་ནི་ཨ་དི་ཀའི་གཉིས་དམ་ཚིག་མཁས་པོ་དག་སྣང་དང་ཨོ་ཉི་ཟླ་བུ་ཁ་ཆེ་ལུགས་ཀྱི་ལྷ་ཨ་ཉིཨུ་ཉི་ཡིག་པ་བཅྭ་གཉིས།